བྱང་ཆུབ་སེམས་ཀྱི་ཡན་ལག་རེད་ཟེར་དུས་གསུང་གི། བྱང་ཆུབ་སེམས་ཀྱི་ཡན་ལག་རེད་ཟེར་དུས། བྱང་ཆུབ་སེམས་མ་སྐྱེས་པ་སྐྱེས་པའི་ཡན་ལག། སྐྱེས་པ་མ་ཉམས་པའི་ཡན་ལག། མ་ཉམས་པ་གོང་ནས་གོང་དུ་འཕེལ་བའི་ཡན་ལག་ཟེར་དུས་སུ་བྱ་རིགས་ཡོད། བྱས་ཙང་ལམ་རིམ་འདི་ཨེ་ནི་སངས་རྒྱས་ཀྱི་གསུང་ཚང་མན་གྱི་དེ་མིན་འདྲ་བོ་ཡིན་ཟེར། འདི་གར་སེམས་ལམ་རིམ་ལོག་བྱང་ངན་གཅིག་གིས་ཨེ་ནི་གཞི་ནས་སངས་རྒྱས་གསུང་ག་འདྲིས་བྱས་པ་ཡིན་ནས་འོ་དེས་ཉམས་ལེན་བྱས་རེད་བཞག་ཉམས་ལེན་བྱས་དེ་དེ་དུས་སྐབས་ལ་བྱས་རེད་བཞག། འོ་དེའི་རེ་བཞག་དེའི་བདུད་སྡིག་སྐབས་ལ་བྱའི་རེ་བཞག་ཟེར་ནས་ཤེས་འགྲོ་བ་འམ། ད་ཁ་ཕྱེ་བ་ནི་ཆགས་ཡུལ་དུ་འམ། དེ་ཇི་སྟེ་ནི་སངས་རྒྱས་གསུང་སྒྲ་ཐམས་ཅད་ཀྱི་དེ་མིན་ནང་བཞིན། ཨ་ནི་སྤྱིར་བཏང་ནས་བྷ་གའི་རྗེ་རིན་པོ་ཆེ་གིས་ལམ་རིན་ཆེན་མོ་རྩོམ་ཡོང་དུས་བསམ། ཨ་ནི་བཀའ་འགྱུར་ཡོངས་རྫོགས་བློ་ལ་སངས་རྒྱས་ཀྱི་གསུང་ཡོངས་རྫོགས་བློ་ལ་ཡོད་པའི་ཐོག་ནས་ཨེ་རྩོམ་བྱ་རྒྱུ་ཅི་ཡིན་པ་འདི་ང་བཀའ་འགྱུར་ཀློག་ལམ་རིན་ཀློག་ཡོང་དུས་གསལ་པོ་མཐོང་ཐུབ་པའི་ཕྱིར། སྤྱིར་བཏང་ནས་རྗེ་རིན་པོ་ཆེ་དང་རྒྱལ་ཚབ་བཅས་ཁྱི་སྒྲུབ་བཅས་ཁོ་ཚོ་གསུམ་འདི་ལ་ཁྱི་རེ་འགའ་རེ་གཏུགས་ཟིན་ན། ཁྱོད་ཚོའི་གསུམ་གྱིས་དཔེ་ཆ་འདི་མ་ཀློག་ཡོང་དུས་བཙལ་ནས། བཀའ་འགྱུར་བསྟན་འགྱུར་ཡོངས་རྫོགས་བློ་ལ་ཡོད་པ་བྱེད། ད་འདི་ཁུངས་གཏུགས་སར་ལྡིར་བ། འདིའི་སྒང་ལ། ཁོ་རང་ཚོའི་སྐབས་ཀྱི་བོད་པའི་གི་ཁྱད་པར་གྱི་བཤད་སྟངས་མི་འདྲ་མི་འདྲ་ཚང་མ་བློ་ལ་ཡོད་པ་བྱེད། འོ་དེ་གས་འདི་གཞིར་བཞག་པའི་སྟེང་ནས་ནི་སོ་སོའི་གི་རིག་པའི་གི་དཔྱད་ནས། འདི་འགྲིག་གི་འདུག་འདི་འགྲིག་གི་མི་འདུག་འདི་རྒྱུ་མཚན་འདི་རེད་ཐག་བཅད་ནས་འདུག་གསུངས་དེ་ཡས་ཀྱི། འདི་ཁོ་ར་ཞིའུ་ཞིག་འདུག་ད་ཁོ་ཚོའི་གསུང་གིས་འདི་ལ་འདི་ཚོར་སྣང་མང་པོ་བྱུང་སོང་འདི་ནང་ན་ཅི་ག་རེད་ཟེར་ན་ལམ་རིམ་ནང་ལོ་ལ་སྐྱབས་འགྲོའི་གི་བསླབ་བྱ་ཁ་ཐུག་འདིར་དྲུག་གསུངས་ཡོད་རེད་དྲུག་འདི་ཁ་ཐུག་གསུངས་ཡོད་དུས་སྐྱབས་འགྲོའི་བསླབ་བྱ་དང་པོ་གསུམ་འདི་དོལ་ལ་ཡོང་གི་འདུག་ཨན་ལྷག་མ་གསུམ་འདི་ཨན་འཕགས་པ་ཐོག་མེད་ཀྱི་གཞུང་ནང་ནས་ཚུར་ཁ་བསྐངས་པ་ཡིན་དེ་འདྲ་གསུངས་ཡོད་རེད་ད་ཇེ་མང་ང་ཚོའི་བཀའ་འགྱུར་བསྔོགས་ཡོང་དུས། བཀའ་འགྱུར་ཀློག་ཡོང་དུས་ངེད་ཀྱིས་ད་པུ་ཏི་མང་པོ་ཀློག་རོགས། ཀློག་ཡོང་དུས་ཚེ་དོན་ནང་ལོགས་ལས་སྐྱབས་འགྲོའི་བསླབ་བྱའི་དང་པོ་གསུམ་འདི་མ་གཏོགས་འོག་ཕྱི་མ་གསུམ་འདི་ཁྱོན་ནས་ཡོད་མ་རེད་འདོད་ན། ཟེར་དེ་གི་རྗེས་རིན་པོ་ཆེ་ཡིས་དོར་ཡོངས་རྫོགས་ཁྲ་ལི་ནི་ཡོད་པའི་ཟེར་ལོས་དོར། དང་པོ་གསུམ་འདི་དོར་ནང་ལོགས་དུ་ཕྱི་མ་གསུམ་འདི་ཕ་བོ་ཐོག་མེད་ཀྱི་གཞུང་ནས་ཁ་བསྐང་བ་ཡིན། དེ་འདྲི་ཡོད་རེད། དེ་བཟང་འདི་གསལ་བོ་ཧ་གོ་བའི་ག་རེ་ཟེར་ན་ངེད་ཀྱིས་དེ་མདོ་དུས་ལམ་བྲིས་ཟིན་ནས་ད་གི་ལག་ལེན་ཆེན་མོ་གཞིར་བཟུང་བྱས་ནས་ད་ཁྲི་རིན་པོ་ཆེ་ལ་དགོངས་པ་གི་བཀའ་མོལ་ཞུས་བྱས་དེ་གི་ཐོག་ནས།

པར་རྒྱག་མཁན་རེད་མ་གཏོགས་རྩ་བའི་རྗེ་རིན་པོ་ཆེ་རྩོམ་གསར་རྒྱུད་བཀྲ་བྷ་ཆེ་སྣང་བ་ཤར་སོང། ད་འདི་ནང་བཞིན་ཕ་གའི་ཁྲི་རིན་པོ་ཆེ་སྐུ་མདུན་ལ་ང་ཚོ་ཡི་རྗེ་ཡབ་སྲས་གསུམ་གྱི་གསུང་འབུམ་ལུང་བཞི་ཡོད་པ་དེ་དུས་མཉམ་དུ་ཀློག། མཉམ་དུ་ཀློག་ནས་འདི་བྱེད་དུས་ང་ཡོད་རེད་ཀྱི་ཞེས་ཤིང་རྟ་ཀློག་མཁན་ཡོད་རེད། ཨ་ནི་ཁྱེད་སྤྲུལ་གཅིག་གིས་གསུང་དེ་མ་ཀློག་དུས་ད་གི་ལག་པ་ན་ཤིང་གཅིག་གིས་ཁོ་རང་གི་ཐུགས་ལ་བཀའ་འགྱུར་བསྟན་འགྱུར་འབུལ་བས་ཁྱད་པར་གྱི་གསུང་དང་གྲངས་མི་འདྲ་ཚང་ཡོད་པའི་ཐོག་ནས་ཨ་ནི་སུས་སུས་ཀྱིས་དཔྱད་ནས་རྣམ་དཔྱོད་ཞིབ་མོ་བྱེད་ཀྱི་ཐག་བཅད་ནས་ཡིན་འདུག་ཧཱུྃ་ཞུ་བྲོ་དེ་ར། བྲོ་གུ་བྲོ་གུ་ལ་ཧཱུྃ་དེ་ཁ་བལྟས་ཚེ་མ་གྱི་ཉམས་སུ་དེ་བྲོ་སྟངས་དེ་བལྟས་སོ་དེ་འགྲིག་གི་རིག་པ་ཐ་ཆོད་པོ་གཙང་མ་རང་མེད་དེ་ངས་འདྲི་བར་བྱེད། ཕ་གི་གཞུང་ལམ་ཆེན་པོ་དེ་ནས་བལྟས་ཚེ་ལ་ང་སྐྱོ། ལ་ང་བལྟས་ཚེ་སྐྱོ་བ་གང་སླེབས་ཡོད་སོགས་འདྲི་བར་བྱེད། ཨ། ཁྱེད་ཚ་ཚོར་སྣང་དེ་འདྲི་ཞིག་སླེབས་སོ་པ་ར་ཅི་ལ། ཨ་ནེ། ད་ཆབ་གསང་གཏམ་ངག་འབྲུ་དུས་གཉིས་རོགས་པ་ལ་མཉམ་དུ་སྐད་ཅིག་བྱུང་སོང། བདག་གིས་མཚམས་འདི་བ་ཅི་ནས་ལྟས་མི་འདྲ་བ་ཆགས་མ་སོང། བྱས་ཙང་དེ་ཁ་ཐུག་དེ་ནས་བདག་གི་སྔས་མ་དབྱིངས་ནང་སྔས་མ་ནང་བཞིན་གྱི་དབྱིངས་འདི་མི་འདུག་ས། དབྱིངས་འདི་བརླག་སོང་སྐད་ཆ་དེ་འདྲ་བྱུང་སོང། ཨ་ནེ་ཞུ་ལ་མ། བུ་དེ་ཆ་ཚང་ཚར་ནས་ནི་འོག་འོག་ལ་སླེབས་ཡོང་དུས། ཨ་ནེ་དེའི་ལེའུ་གཅིག་བར་བ་དེ་ཁ་ཐུག་དུ་སོང་ཞིང་དེ་ཡན་ཆད་དེ། ཁྱི་སྤྲུལ་གཅིག་གིས་གསུངས་དང་དེ་མན་ཆད་དེ་ཁྱི་སྤྲུལ་གཅིག་གིས་ད། སྐུ་ཚེ།

གེ་སེར་བཅས་དང་ཁྱི་སྦྲུལ་བཅས་ཏེ་ཕྱི་རིམ་མི་ཆོས་སྒྱིད་སྦྲུལ་གཙོ་བོ་རྩིས་ཀའི་དུས་དང་དབུ་ནན་གཅིག་མི་འདྲ་བ་ཞིག་ཡོད་ས་རེད། ཤེས་མཁན་གཅིག་གིས་ལྟར་ན། ལྷག་པར་དུ་ལམ་རིམ་ཆེན་མོ་གཙོ་མེད་ཀྱི་དགོངས་བཞེས་གནང་ནས་ཨ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་གའི་དུས་སུ་བླ་མ་གོང་མ་འདི་ཚོ་ལ་གསོལ་བ་བཏབ་བདེ་སྐྱིད་ཡོང་དུས་ལམ་རིམ་གྱི་བླ་མ་ཡོངས་རྫོགས་ཕར་བཞེས་སྲིད། ཨ་དེ་གནང་ནས་འཇོག་ཅེས་པ་དེ་ཨ་དེ་ཤ་དང་ཁོ་ཚོ་ཡབ་སྲས་ཁ་ཤས་ཅིག་ཟླ་བ་གཅིག་གི་བར་དུ་བཞེས་སྲིད། ཨ་མཐའ་མ་དེ་ལ་ཨ་ངས་བྱིན་གྱིས་བརླབས་དགོས་གསུངས་རྗེས།

ཡིན་ནའི་མི་ཁ་ཤས་ཅིག་ལ་ཧ་ཅང་གི་ཕན་ཐོག་མཐའ་ཆེན་པོ་ཡོང་གི་རེད། བྱས་ཙང། ཕྱོགས་གཅིག་ནས་ཆ་ཚང་རེད་འགྲོ་གི་རེད་ལག་སྟོང་ཆེན་མོ་ཡང་རྩོམ་ཤོག་གསུངས་ནས་དེ་འདྲས་རེད། དེ་ལས་དུས་ཡུན་བྱིན་རླབས་ཆེན་པོ་ཞིག་ལ་ཆགས་བསྡད་དགོས་རེད། བྱས་ཙང། ད། ལམ་རིམ་གོམ་ལ་དུས་བཙལ་ནས་བཙལ་བས། བཙལ་བས་བཙལ་བས་ད་དྲིལ་ཚད་དེ་ལག་ལེན་ཆེན་མོ་ག་ལ་དྲིལ་དགོས་རེད་དེ། ང་ཚོ་འདྲ་བོ་ལས་དང་པོ་བ་གིས་ལག་ལེན་ཆེན་མོ་ལྟ་ཅི་ལམ་སང་གོམ་མ་ཤེས་པ་དེ་འདྲས་ཡོང་བསྡད་ཀི་དགའ།

ཅེས་ནི་བདུད་བཏུལ་དེ་གཉིས་ཡོད། སྒོམ་བདུད་ཡོད་དེ་ངེས་ཡིན་ན། དཔྱད་སྒོམ་མ་བྱས་གོང་ལ་མངལ་ལ་ཤར་སྒོམ། ད་གི་མ་བྱས་པ་ཡིན་ན་ཤར་སྒོམ་ཁྱོད་ནི་མ་བྱས་མ་མྱོང་ངེས་གཅིག་ལ་དཔྱད་སྒོམ་ལམ་སང་བྱེད་ཐུབ་ཀྱི་མ་རེད་དེའི་རྨང་གཞི་ལ་ཤར་སྒོམ་ཟེར་ཡས་དེ་གོ་རེད། ད་ཤར་སྒོམ་ཟེར་ཡས་དེ་དཔེར་ན་ད་ཕལ་ཆེར་ཡག་ཤོས་འདྲ་བདུད་ངས་མཐོང་བའི་དཔེ་ཆའི་ནང་ལོགས་ནས་རྒྱས་བསྡུས་འཚམ་ཤོས་འདྲ་བ་དེ་འདི་མཐོང་སོང། ལས་དང་པོ་བ། དེ་རྒྱས་བསྡུས་བྱས་ནས་དེ་ནང་ལ་ཡོད་པ་ནང་བཞིན་ཅིག་ནི་བློ་ལ་ངེས་པ་བཟོས།

དེ་འདྲའི་ཕལ་སྐད་གོ་བདེ་ཡོད་དེ་ངས་འདི་ཚོའི་བདེ་སྐྱིད་དུ་དེ་བློ་འཛིན་བྱེད་བཅུག་པར། དེའི་ལམ་རིམ་གོམས་གོ་བདེ་ཡོད་དེ་ངས་ཅི་ཁེད་ད་ལམ་རིམ་གོམས་ག་རེད་དེའི་བློ་ལ་ངེས་པ་བཟོས་བ་རེད་ཟེར་ནས་ཡོངས་རྫོགས་དེ་བྱས་དེ་ན་ཐང་ཆད་གི་རེད་མི་བརྩོན་འགྲུས་ཅན་རེད་གསུངས་མ་གཏོགས་ཐང་ཆད་གི་རེད། དེ་དེ་དེ་ཡིན་ནས་བརྩེ་བས་ད་ཉུང་ཉུང་དུ་ཨ་ཡིན་ནས་དེ་ཡོངས་རྫོགས་བྱས་དེ་ན་ཐང་ཆད་སྲིད་གི་རེད། དེང་སང་གི་མི། ད་དེ་ཡིན་དུས་འཆི་བ་མི་རྟག་པ་ཡིན་ན་འཆི་བ་མི་རྟག་པའི་སྐོར་དེ་ཉུང་ཉུང་རེད་བ། འདི་བློ་ལ་ངེས་པ་བཟོས་ཨ་ད་རང་བསམ་བློ་བཏང་ཉི་མ་ཁ་ཤས་ཀྱི་འདི་ག་ལ་བསམ་བློ་བཏང། ཨ་ཉི་མ་ཁ་ཤས་ཀྱི་ལ་ཡང་འདི་བ་ལ་ཕ་གི་དོན་ཚན་གཅིག་བློ་ལ་བཟོས་ཨ་དོན་ཚན་འདི་ཉི་མ་ཁ་ཤས་བསམ་བློ་བཏང་འདུག་མུ་མཐུད་ད་ཨ་ཁོ་དཀའ་ལས་མིན་པའི་ཐོག་ནས་ཨ་ནི་ཅིག་སླེབས་འགྲོ་གི་རེད། དེ་བས་ད་གིན་རྒན་སོང་འདི།

ཐུན་གཅིག་ལ། དེ་ནས་ཡང་སྦྱོར་ཐུན་གཉིས་གསུམ་སྟེ་དེའི་ནང་ནས་གང་ཡང་རུང་བ་ཅིག་ལ་དམིགས་སུ་བཀར་ནས་རྒྱལ་པོ་བྱིན་ནས་བསྒོམ། དཔེར་ན་བྱི་བ་མི་རྟག་པ་ཡིན་ན་བྱི་བ་མི་རྟག་པ་ཁོ་རང་ལ་རྒྱལ་པོ་བྱིན་ནས་ཨཱ་ནི་ཚར་གཉིས་གསུམ་ཉི་མ་རེ་ལ་འདི་བསྒོམ། ཆ་ཚང་གཅིག་བྱས་དེའི་ནང་ལོགས་ནས་ཨཱ་ནི་གཅིག་ལ་ཨཱ་ནི་འདུག། གཅིག་འདི་ཨཱ་ནི་གཏན་འཁེལ་མེད་པར་བྱས། སོ་སོ་ལྟ་གི་ལྟ་གི་བྱས་ནས་འདུག་གཅིག་བར། ཡིན་ནས་ད་དེའི་ནང་ལ་མང་ཆེ་འགའ་འདྲ་བོ་ཤ་སྟག་རེད།